དུས་རབས་བདུན་པ་བརྒྱད་པ་དགུ་པ། དུས་ཚོད་དེ་ཚོའི་ཁ་ཐུག་ལ་ཡང་དེང་སང་ཨ་མདའ་རྒྱལ་རབས་སྨྲ་བ་མཁས་པ་དེ་འདྲས་ཀྱིས་བཤད་ཀྱི་འདུག་ག། དེ་ཡས་ཁོ་ཚོ་རྒྱལ་རབས་ཞིབ་འཇུག་བྱ་ས་དེ་རྒྱ་ཡིག་གཞིར་བཞག་ནས་ཞིབ་འཇུག་བྱ་ཡོང་གི་འདུག་ག་ཞིབ་འཇུག་བྱས་ནས་ཁོ་ཚོས་བསྡོམས་བརྒྱབ་ཡོད་དུས་དུས་རབས་བདུན་པ་བརྒྱད་པ་དགུ་པ། དེའི་ཁ་ཐུག་ལ་ཡ་ཨེ་ནི། ཨེ་ཤ་ཡའི་ད་དབུས་ཨེ་ཤ་ཡའི་ས་ཁུལ་དེ་ཨེ་ནི། རྒྱལ་པོ་གསུམ་ཡོད་རེད། རྒྱ་ནག་རྒྱལ་པོ་གཅིག། སོག་པོའི་རྒྱལ་པོ་གཅིག། བོད་ཀྱི་རྒྱལ་པོ་གཅིག། གསུམ་འདུག། ཞེས་ནི་རྒྱ་ནག་རྒྱལ་པོས་ཆབ་སྲིད་ཀྱི་ཐོག་ལ་དོ་སྣང་ཤུགས་ཆེན་པོ་བྱས་ཤག། སོག་པོའི་རྒྱལ་པོས་དམག་གི་ཐོག་ལ་དོ་སྣང་ཤུགས་ཆེན་པོ་བྱས་ཤག། བོད་ཀྱི་རྒྱལ་པོས་ཆོས་ཕྱོགས་ཀྱི་ཐོག་ལ།

ལྷས་སའི་ཆུ་བོ་གདན་འདྲེན་ཞུ་ས་དེ་རེད། དེ་ཡང་ན་ནང་པའི་ལྷ་ཁང་གཅིག་ནང་ལོག་ལ་བཞུགས་ཁྲི་སྟོང་པ་ཞིག་འདུག་ག། ལྷས་སའི་ཆུ་བོ་དེ་ནས་གདན་འདྲེན་ཞུས་པ་རེད་ཟེར་ནས་ང་དེ་སླེབས་པ་རེད། བྱས་ནས་འོ་དེ་དུས་ཉི་མ་གཅིག་ང་ཚོ་ལྷོད་ལྷོད་རུ་བྱས་བྱས་ཨེ་ནས་གྲོང་ཁྱེར་གྱི་ལྕགས་རིའི་མཐའ་ལ་ཡ་ལྕགས་རིའི་སྒང་ལ་ང་ཚོ་འདུག་ལྕམ་ལྕམ་རུ་ཕྱིན་བྱས་འདུག་བྱས་པ་ཡིན།

དུས་རབས་བརྒྱད་པ་དགུ་པ་དུས་ཚོད་ཁུ་ལུར་ཡིན་ས་རེད། ཟེར་ནས། རྒྱ་ནག་རྒྱལ་ས་འདི། རྒྱལ་ས་འདི་བར་དུ། བོད་ཀྱི་དམག་མི་སླེབས་པ་རེད། བོད་དམག་སླེབས་ཆེད་རེད། ཨ་ནི་རྒྱ་ནག་རྒྱལ་པོ་རྒྱལ་ས་ནས་བྲོས་རྒྱུ་སྐྱེས་པ་རེད།

ཨེ་ནི། ལོ་རྒྱུས་སྨྲ་བ་ཁ་ཤས་ཀྱི་ལབ་ནོར་དུ་ཨེ་ནི་རྒྱལ་པོ་གསར་བ་ཅིག་བོད་པས་བསྐོས་པ་རེད། བོད་འབངས་བསྐོས་པ་རེད། དེ་འདྲ་ཡིས་ཟེར་འདུག། ད་ག་འདྲ། ག་ཡིན་ནའི་མི་ནི། ཨ་མདའ། ཨ་མི་རི་ཀའི་ཨ་མདའ་བསླབ་གྲྭ་ཆེན་མོ་ཅིག་རེད། དེའི་ཨ་མདའ་ཁོ་ཚོ་དགེ་རྒན་དེ་འདྲས་ཀྱིས། ཞིབ་འཇུག་བྱས་ནས་གཙོ་བོ་རྒྱ་ཡིག་ནི་ཡ། ཐང་ཧྲུག་ས་དེ་འདྲ་ཡོད་རེད། གོང་མ། གོང་མ་ཐང་གི་ཁ་ཐུག་གི། ལོ་རྒྱུས། ཡིག་ཆ་དེ་འདྲས། ཅེས་ཨེ་ནི། ཨོ་དེ་འདྲས་ཀྱི་ཐོག་ནས་སྡོམ་བརྒྱབ་ཡོད་དེ་འདྲ་བཤད་ཀྱི་འདུག་ག། དེ་དང་ང་ཚོ་བོད་མི་རིགས་དངོས་གནས་དྲང་གནས་ཀྱི་ལོ་རྒྱུས་ཡོད་བསྡད་པ། ཨེ་ནི་ཆོས་དང་རིག་གཞུང་ཕྱུག་པོ་ཡོད་བསྡད་པ། ཨེ་དེ་རིང་གི་སེ་ཟབ་པོ་ནི་འདི་གང་ལ། ད་ད་གིས་ནི་ངས་ད་ཚ་མང་པོ་ལབ་པ་རེད་གང་ལྟར་དཔལ་ནཱ་ལེནྡྲའི་ཆོས་བརྒྱུད་དྲི་མ་མེད་པ་འདི་འདྲའི་གི་དཔེ་ཆ་ཚང་བ་ཅིག་ང་ཚོ་བོད་པ་གཅིག་གོ་གི་ད་གོ་རྒྱབ་ཤ་མ་གཏོགས་གཞན་སུ་གཅིག་གི་ད་གོ་རྒྱབ་མི་འདུག་བ། དངོས་ལ་མ་ཚ་རེད་རེད་ལ་གོ་ད་ནའི་ཉམས་བྱས་མི་འདུག་བ། ད་དེ་འདྲ་ཡིན་དུས། ས་བོད་པའི་གནས་ཚུལ་དེ་འདྲ་ཅིག་རེད་ཤག། ས་ད། དུས་ཀྱི་འགྱུར་བ་ཟེར་ཏེ་ག་དུས་ཡིན་ན་ཡོང་གི་རེད་བ། ད་ང་ཚོ་ད་ལྟའི་གནས་སྐབས་ལ་ཡ། ད། རང་དབང་པའི་གྲས། ཨེ་ནི་བར་སྐབས་ཅིག་ནས་ད་ཆོས་རྒྱལ། གི་གདུང་རྒྱུད། ཟེར་བ་རེད་ད་བོད་སིལ་བུ་ཆགས་པའི་རྗེས་ལ་ཨེ་ནི་མདོ་སྨད་མདོ་སྨད་རུ་ཟུར་ཅིག་ཕྱིན། ཨེ་ནི་མདོ་སྨད་ཀྱི་ནང་ལོགས་ལས་སོ་སོ་སོའི་ལུང་ཆུང་ནང་གི་སྤུན་ཆུང་རུ་རེ་རེ་ཆགས་རྗེས། སྔ་མོ་བ་འདི་ཁྲི་ཆུ་དཔོན་གྱི། ཁྲི་ཆུ་བོའི་རྡོ་རྗེ་པས་སང་ང་ཟིག་ཡོད། ཧོ། ང་ཚོ་ཁྲི་ཆུ་རང་དབང་རང་བཙན་གཙང་མར་ད་ཟིག་ཟིག་ཡོད། ཅི་ཟེར་ཁྲི་ཆུ་བོའི། ཁྲི་ཆུ། ཡ། དེ། ག་ས་རྒྱལ་རོང་རྒྱལ་ཁག་བཅོ་བརྒྱད་ཡིན་ན་གཅིག་ཡོད་རེད་ད་དེའི་ནང་གི་གཅིག་རེད་འདུག་བ། ཅི་ཟེར་བ་དེ་ད་ཟིག་ཡོད། ད་འོ། ཅིག་འདུག་ཟེར་ནས་ད་བོད་སིལ་བུ་ཆགས་བྱས། འདུག་ཕྱིན་པ་རེད། ཅེས། ད་དེ་རིང་ཞིག་གི་གནས་སྟངས་ཀྱི་འོག་ནས་སོ་སོ་རང་ཉིད། དངོས་གནས་དྲང་གནས་ཀྱི་སྤུས་ཀའི་བསམ་བློ་བཏང་ནས་བསམ་བློ་རྒྱ་ཆེ་སེ་ན་བཏང་མ་ཐུབ་པ་བྱས། ད་བོད་ཀྱི་ལོ་རྒྱུས་ནང་ལོའི་ཟླ་སྐར་དང། ཕྱིས་ཀྱི་བླ་མ་དང། དཔོན་པོར་རྫུན་ཕྲད་དེ། སོ་སོ་སོའི་ས་ཁུལ་རྐྱང་རྐྱང་ལ་ཐུག་བསམ་བློ་བཏང། སོ་སོའི་སྡེ་རུ་རྐྱང་རྐྱང་མ་གཏོགས་བོད་སྤྱི་དེ་བསམ་བློ་ཁྱོན་ནས་མ་འཁོར་བྱས། ད་དུག་ཆེན་འཐུས་ཤོར་ཕྱིན་པ་རེད། ཟེར་བློ་ཆུང་དྲགས། བློ་སྤུ་གཟུགས་ཐོག་དྲགས། ཨ་ནི་ལྷག་པར་དུ་ཆོས་ལུགས་འཐེན་འཁྱེར་བྱས་ནས། ཨ་ནི། ལོ་རྒྱུས་ནང་འདུག་ག། ཨ་ནི། ཆོས་ལུགས་ཕན་ཚུན་བོད་ལ་ཡང་ད་དེར་སྐྱེས་ས་ད་ཁ་ཆེའི་ཡུལ་གྲུ་ལ་ཡང་ཆོས་ལུགས་མི་འདྲ་བའི་ཐོག་ནས་འཁྲུག་པ་རྒྱག་ནས་ཡོང་གི་ཡོད་རེད་དེ་གསར་པ་མ་རེད་སྔ་མོ་ང་ཚོ་བོད་ལ་དེ་བྱུང་ཡོད་རེད་བཀའ་རྒྱུད་པ་དང་དགེ་ལུགས་པ་འཁྲུག་པ་རྒྱག་ཡ་སོ་རོ་ད་དེ་འདི་བྱུང་ཡོད་རེད་བཀའ་རྒྱུད་པའི་དགེ་ལུགས་དཀོན་པ་ཚོའི་གྲས་ལ་ཡང་སེམས་ཁྲལ་བཟོ་བའི་འགལ་རྐྱེན་རེ་ཟོས་སྨོན་ལམ་ཞིག་ད་ཚུགས་མ་ཚུགས་ཞེས་དེ་བྱུང་པ་རེད་ད་དེ་རེད་དེ་འདྲ་གི་རེད།

བསྟན་པ་ཉམས་མེད་པའི་དུས་ལ་རིས་མེད་ཀྱི་ཆོས་སྡེ་ཚང་མ་ལོ་གཅིག་སྒྲིལ་བྱས་པ་དཔེ་གལ་ཆེན་པོར་བ། ད་ང་ཚོ་རྒྱ་གར་ལས་ནི་ཨེ་ནི་ས་དགེ་བཀའ་རྙིང། ཇོ་ནང། བོན་དང་བཅས་པ་ང་ཚོ་ཚང་མ་ལོ། གཅིག་གིས་གཅིག་གི་ན་ཚ་བྱས་གཅིག་གིས་གཅིག་ལ་ངོ་ཤེས་ཆགས་ཏེ་ཐུགས་མཐུན་ཁྲིམས་གཙང་བྱས་ནས་ད་ང་ཚོ་འདུག་ས་དེ་ག་དེ་འབད་རྩོལ་བྱེད་ཀྱི་ཡོད་རེད། དེ་འདྲས་ཀྱི་ཐུགས་མཐུན་ཁྲིམས་གཙང་ཡོད་ན་ལ་ཡ་འགལ་རྐྱེན་ཆགས་ཡག་གི་ཉེན་ཁ་ཡོད་པ་དེ་ཚོ་བྲལ་ཏེ་དམིགས་བསལ་གྱི་དོ་སྣང་བྱས་བྱས་འདུག་ས་དེ་ག་ཡོད།

དོ་སྣང་བྱེད། གནད་འགག་ཤེས་པ་ཞིག་གིས་བལྟས་ན། དཔོན་ཆེན་བཟང་ཞོལ་དབྱིངས་སྲོང་ནང་བཞིན་ངེས་དོན་ལུང་རིགས་ལག་ཁྱེར་ཞིང་ཉམས་མྱོང་ཅན་གྱི་རྣལ་འབྱོར་པས་དཔྱད་ན་དགོངས་པ་གཅིག་ཏུ་བབས་ཟེར་བ་དེ་རྡོ་རྗེའི་བཀའ་རེད། ཤེས་པ་མ་ཤེས་ཀྱི་ཨེ་ནི་འདྲ་མིར་མཐོང་བསྡད་ཀྱི་རེད་ཨེ་ནི་དགག་པ་རྒྱག་ཡབ་འདྲ་ཡོང་གི་ཡོད་རེད་དེ་ཡག་པོ་གཅིག་གིས་དང། ངེས་དོན་གྱི་པའི་གོ་བ། རྩ་བ་ཅི་ཡང་ཚུགས་མ་ཐུབ་པ་བྱས། ཕྱོགས་ཡོངས་ཀྱི་གནས་ཚུལ་མ་མཐོང་བའི་རྐྱེན་གྱིས་དེ་ཡོང་སྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ས་ནས་ང་རང་ཚོ་ཐུགས་མཐུན་ཁྲིམས་གཙང་མ་བྱུང་བའི་རྐྱེན་གྱིས་བོད་སྤྱི་བ་ལ་ཡར་གྱོང་བཞག་རག་འདུག་ག། ཡིན་ན་ཡང་གང་ལྟར་སྤྱི་ཡོངས་ཀྱི་ད་བོད་དུ་ཆབ་སྲིད་ཀྱི་ཐོག་ནས་བོད་སིལ་བུ་ཆགས་ནས་འཕོ་འགྱུར་ཆེན་པོ་ཕྱིན་པ་རེད་དེ་ཡིན་ནས་བོད་གངས་ཅན་པ་བསད་ནས་དེ་འདྲས་ཅིག་གི་ད་གཅིག་གྱུར་ཅིག་གི་གནས་ཐུག་ཡག་དེ་སངས་རྒྱས་པའི་ཆོས་དང་བོད་ཡིག་དེ་གི་བཀའ་དྲིན་རེད་ཤག།